བཀྲ་ཤིས་བདེ་ལེགས། དེ་ནས་ང་ཚོ་གི་ད་ད་ལྟ་གི་མིང་བྱང་སྐྱབས་མགྲོན་ཚང་མ་གསོལ་ཚར་བ། ད་འདི་ལས་གཞི་ཉར་ཚགས་བྱེད་སྟངས་སྐོར་ལ་ག་འདྲ་སི་ཉར་ཚགས་བྱེད་དགོས་ཡོད་མེད་དེ་སྐོར་ལ་ཤོད་ཡིན་རེད་བ། ད་དང་པོ་ཡིག་ཆ་ཟེར་དེ་ནི་དེ་ནི PDS Number ཟེར་ཅི་ད་ཉར་ཟེར་ཅི་ད་དེ་གང་ལ་ནི། དེ་ནི་ང་ཚོ་གི་ཡིག་ཆ་ཉར་ས་གི་ཡིག་སྣོད་ཅིག་ཡོད་ར་དེ་གི་ནང་ལོགས་ལ་དུ་ཤ། འོག་ཏུ་བཞག་ཚར་ན་ད་ཉར་ཚར་རེད། ད་ཉར་ཚར་ཡོད་ཅིག་ལ་ང་ཚོ་ག་བ་ཡོད་མེད་ཅིག་བལྟ་བཞག་གོ་རེད་བ། ཏུ་སུ་ཆི་དེ་ནས་དེ་ཁ་ཆེ་ཤོས་དང། འོང་ཡ། ཏུ་སུ་ཆི་ནི་ང་ཚོ་གི་ཡིག་ཆ། ལི་ཤི། ཁོ་རང་རང་དེ་ལ་ཉར་ཚགས་བྱས་བཞག་འདུག་ཨ། ད་ལས་གཞི་དེ་ཉར་ཚགས་བྱེད་དགོས་པའི་རྒྱུ་མཚན་ག་རེ་ཟེར་ན། ད་བར་གཉིས་གསུམ་བསྲེས་རྗེས་ལ་ཁ་དཔེར་ཨང་གྲངས་བཅུ་ཐེབས་ཡག་འདྲ་བོ་དང་ཨང་མིན་ན། རླུང་འཕྲིན་ཁ་བྱང་བཅུ་ཐེབས་ཡག་འདྲ་བོ་དང་དེ་འདྲ་འདྲ་བོ་བྱུང་སོང་བ་ཡིན་ན། ཡང་ན་ཡང་གསར་བ་འགོ་ནས་བཟོས་ཏེ་མ་དགོས་པ་བྱས་ཁོ་ན་འདི་ཁ་ཕྱེ་ཕྱེ་ནས་ནི་ལམ་སང་གང་ལ་སོ་བཅུད་བརྒྱབ་བཞག་ན་འགྲིག་བ་ར་སྟེ་གི་ཆེད་དུ་ནི་ང་ཚོ་གི་ལས་གཞི་དེ་ཉར་ཚགས་བྱེད་དགོས་ཡོད་རེད། འོ་དེ་ནི་ང་ཚོ་གི་ལས་གཞི་དེ་ཡང་ཕྱིར་ཁ་ཕྱེ་ནས་བཟོ་བཅོས་རྒྱག་དགོས་འོས་ན། ག་འདྲ་བྱས་ནས་བཟོ་བཅོས་རྒྱག་དགོས་ཡིན་ཞིག་ལྟ་བར། དེ་མ་ཐེངས་ཨ་ནི་ཕོཏོ་པི་ཏི་ཁ་ཕྱེ་དེ་ནི་གློག་ཀླད་ནས་ཁ་ཕྱེ་ཟེར་གྱི་ད་དེའི་སྒང་ལ་ནི། དེ་ནི་འདི་རེད་དོ་ཨེ་པི་ཏི་ཟེར་དེ་བསྟན་དེ་ནི་ཁ་ཕྱེ། ཨ་འདུས་ཁ་ཕྱེ་རེད་འདི་གི་ནང་ལོགས་ནས་སུ་ཁ་ཁ་པར་ཨང་གྲངས་ན་ཁ་པར་ཨང་གྲངས་དེའི་རྒྱུ་བརྒྱབ། དེ་ནི་ཡང་ཕྱིར། པར་ལེན་གྱིས་པར་བྱ་ན་འགྲིག་བར་བ་དེ་ཡང་ཕྱིར་ཉར་ཚགས་བྱེད།